ཧི་མ་ལ་ཡི་གི་ད་ས་ཁོངས་ན་ཡང་ད་དེ་ཡོང་དང་ཡོང་བཞིན་པ། ད་ད་དེ་ཞུ་མ་དགོས་པ་རེད། ད་དེ་འདྲའི་གི་གནས་སྟངས་ཅིག་ནང་དུ་ཡོད་ད་ནི་ནང་ཆོས་དེ་མ་གང་ས་ཆེ་དེ་ནི་ཆེ་དཔལ་དང། འཛིན་སྐྱོང་དེ་འདྲས་གནང་ཡག། དེ་གི་དོན་དག་ལ་དེ་ནས་དེ་འདྲས་གནང་དགོས་པ་ཡིན་དུས། དེ་ནས་ད Modernization དེང་རབས་ཀྱི་བསམ་བློ་བཏང་སྟངས་ཀྱི་སྐོར་ལ་ཡར་བལྟས་ཚོད་ཅིག་བྱས་བྱས་ན་ཡང་ཕན་ཐོགས་ན་ཅི་ཞེས་ད་དེ་ང་རང་གི་བསམ་ཚུལ་ཡིན། དེ་ཡིན་དུས། ད་དེང་རབས་ཀྱི་བསམ་བློ་བཏང་སྟངས་དེ། ད་སྤྱི་བཏང་དེ་ལོ་རྒྱུས་མང་པོ་ཡོད་ས་རེད་དེ་ངས་རྒྱ་ཆེན་པོ་གང་ཡང་ཧ་གོ་གི་མེད། དེ་འདི་ཕྱོགས་གཅིག་ནས་གང་གཱ་དེ་མཆན་དགོས་ཡ་ཡོད་མ་རེད་ཡིན་ན་ད་ཅིག་ཧྲོབ་ཙེ་བཞི་ཡང་མཆན་པ་ཡིན་ན་མི་ཡི་བསམ་བློ་འགྲོ་སྟངས་དེ་གང་ཟ་ཅིག་མཆན་པ་ཡིན་ན་ཡང་བསམ་བློའི་འགྱུར་བ་འགྲོ་སྟངས་དེ་དང་བསྟུན་ནས་ཡང་སྐད་ཆ་ཅིག་བཤད་དེ་གོ་གི་རེད་བ་དེ་ཡིན་དུས་ག་ན་དེའི་སྐོར་ལ་ཡང་ཕན་ཐོགས་རེད་བ་མེད་རེད་ད་འཛམ་བུ་གླིང་ལ་ད་ཧྲོབ་ཙེ་རེད་ད་འདི་གང་ཟ། དེང་སང་གི་ད་དེང་རབས་ཟེར་བ་རེད། ཀླད་པ་གསར་པ་ཟེར་བ་རེད། ད་དེ་དང་པོ་དེ་ད་རོབ་ཙེ་ཅན་ཞུས་པ་ཡིན་ན་ཡོང་ཡ་དེ་ད་དེ་ས Indus Industrialization ཟེར་བ་ཅིག་སྐད་ཆ་ཅིག་འདུག་ད་དེ་གཙོ་བོ་དེ་རེད་བཞག་བཟོ་གྲྭ། ད་བཟོ་གྲྭ་གི་བསམ་བློ་གཅིག་དང་བཟོ་གྲྭ་གི་ལས་འགུལ་དང་བཟོ་གྲྭ་གི་ད་ཅིག་ག་རེ་ཚོད་བོ་རེད་ཨང། ཁོ་རང། བཟོ་གྲྭ་གི་གནས་ཚུལ་གཅིག་སླེབས་ཡོང་དགོས་རོགས་ད་དེ་གི་པད་མ་སི་གི་བསམ་བློ་ནང་དུ་ཡང་འགྱུར་བ་ཆེན་པོ་ཞིག་པོ་ཅིག་ཨང། ཁོ་རང་རང་བཞིན་གི་ལྷའི་བུ། ཀླད་པ་ཡིན་ས་རེད་ག་རེད་ཟེར་ན། ད་དཔེར་ན་ངེད་མ་འདྲ་གྱིས་ན་ད་དང་པོ་ད་གྱིས་ན་དཔེར་ན་ལྷམ་མགོ་གཅིག་བཟོ་ན་ད་རང་རང་སོ་སོར་ལྷམ་མགོ་རང་རང་སོ་སོར་བཟོ། དེ་མ་ད་མེད་རེད་བ། དེ་འདོད་པ་ན་དུས་ཚོད་དང་ད་གང་ཅི་ད་དེ་དང་བསྟུན་པའི་བསམ་བློ་གཅིག་ད་དེ་མ་ད་མེད་རེད། དེ་ནས་ད་བཟོ་གྲྭའི་བསམ་བློ་དང་བཟོ་གྲྭའི་གི།

གར་རྩེ་བ་རེད་འགྱུར་བ་འགྱུར་ལྡོག་ཆགས་ནས་ད་ད་ལྟ་ཡིན་མ་ཤེས་ཅི་དང་མེད་པ་ད་མ་རེད་དེ་ཡིན་ན་ད་གྲོང་ཁྱེར་གྱི་འཚོ་བ་བྱེད་སྟངས་གྲོང་ཁྱེར་ནང་གི་ད་འཚར་ལོངས་བྱེད་སྟངས་གྲོང་ཁྱེར་གྱི་བསམ་བློ་ཅིག་སླེབས་ནས་དེ་གི་ཡང་བཞི་བོ་གཅིག་ཡང་མི་ཡི་བསམ་བློ་འགྱུར་ལྡོག་སླེབས་ཀྱི་ཡོད་སར་ད་དེ་ཡིན།

འགྱུར་བ་ཆེན་པོ་ཞིག་བྱས་བྱས་ནས་ད་དེ་དང་བསྟུན་ནས་ཡང་མིའི་བསམ་བློ་བཏང་བཏང་བཏང་དེ་ཚོ་ཡང་དཔལ་ལྡན་འགྱུར་བ་ཆེན་པོ་རེག་ཡོད་ས་རེད། ཁ་སང་ངས་ཞུས་པ་འདྲ་ཞིག་ད་ལོ་ཁ་ཤས་འཇུག་འདུག་རླངས་འཁོར་ཀ་རིགས་དེ་ནི་ཁ་ལོ་མེད་པ་བྱས་ནས་སྒྲ་ཡོད་པ་དང་འདྲ་བའི་རེ་བ་ཡོད་པར་གཟིགས་འདུག་ད་དེ་འདྲའི་སྒྲ་ཞིག་ཡོང་བ་ཡིན་ན་ཏན་ཏན་ཡང་དེ་དང་བསྟུན་པའི་གི་བསམ་བློ་ནང་དུ་འགྱུར་བ་ཞིབ་པོ་བྱེད་གྲབས་ས་དཔེར་ན་ང་འདྲ་ཞིག་ཆགས་ཤོར་བ་ཡིན་ན་ག་རི་ཙམ་བཏང་ཤེས་ཀ་མ་རེད། དེ་ཡིན་དུས་ཁ་ན་ག་ཤེད་ཅིག་སྒྲོ་བསྐོར་གི་ཡོད་ན་ཡིན་གཅིག་མིན་གཅིག་དེ་ནི་ག་རི་བཏང་ཤེས་མཁན་ཅིག་འཚོལ་བྱེད་ནས་དེ་ནི། ད་དེ་དང་བསྟུན་པའི་ཡང་བསམ་བློ་གཙང་མ་ཁ་ཁ་ཅིག་དགོས་རེད་བ་ད། ཅིག། མི་གཞན་གྱི་ཧམ་མ་དགོས་ནས་ང་ཅིག་འགྲོ་ཡག་ཚིག་ད་ཕལ་ཆེར་མེད་བ་འདྲ་རེད་བ་ད་ང་ལ། ད་ཡང་འགའ་རིས་དེ་འདྲའི་གང་ཟག་ཁ་ལོ་བ་མེད་པའི་ཁོ་རང་རང་འགུལ་འགྲོ་ཐུབ་པ་དེ་འདྲའི

པའི་འགྱུར་ལྡོག་ཆེན་པོ་དང་ལྷན་ཅིག་ཆེ་ཤོས་ཀྱི་དེ་ཡིན་ས་རེད། དཔེར་ན། རྔན་མ་འདྲ་གཅིག་ཡིན་ན། ད་ལོ་སྟོང་ཕྲག་གི་རྔན་ཡིན་འགྲོ། ཡིན་ན་དཔེ་སློབ་སྦྱོང་ཟེར་དུས། གཅིག་དཔེ་ག་རེ་ཚུགས་པ་རེད་ད་མི་ཁ་ཤས་ཅིག་དེ་ཡང་གཅིག་དཔལ་འབྱོར་ཡོད་མཁན་འདྲ་དང། གོ་གནས་ཡོད་མཁན་འདྲ་དང་ད་ཚོད་ལྟ་དེ་འདྲའི་རྒྱ་རིགས་རྒྱ་ཡིག།

དགེ་རྒན་གཅིག་གི་བསམ་བློ་ན་ག་རེ་ཡོད་པ་དེ་ད་ཧ་ལས་ན་དགེ་ཕྲུག་བརྒྱ་གཉིས་བརྒྱ་ཙམ་ཡོད་འདྲ། ད་དེ་འདྲའི་གི་ཡོད་པའི་སྐད་ཆ་མི་འདོད་དེ་ཡིན་ན་ད་ཡོད་པའི་དབང་དུ་བཏང་བྱས་ན་ད་དགེ་རྒན་གཅིག་གི་བསམ་བློ་དེ་ཁོ་རང་ཐུན་མོང་མ་ཡིན་པ་བརྗེ་བ་རེད་བ་ད་དེའི་བསམ་བློ་དེ་མི་བཅུ་བཅོ་ལྔ་ཉི་ཤུ་ད་ཧ་ལས་ན་བརྒྱ་དེ་ག་ཚོད་ཅིག་ད་ཀླད་པའི་ནང་བླུགས་ཐུབ་དགོས་རེད། ད་དེའི་རྗེས་སུ་ད་སློབ་སྦྱོང་བྱེད་སྟངས་དེ་ད་ཤུགས་ཆེར་དར་གསོ་བའི་གསར་བརྗེ་ཟེར་བ་རེད་ད་དུས་ཚོད་དུས་ཚོད་དུ་འགྱུར་འགྲོ་དུས་དེ་ནི Mass Education ཟེར་དུས་ད་ཨེ་མ་ཚིག་སློབ་སྦྱོང་བྱེད་ས་ཀྱི་བྱེད་ཡུལ་དཔེར་ན་སློབ་གྲྭ་དེ་ཚོ་ད་དེང་སང་ད་ཉེ་ཆར་འདྲ་བྱས་ན་སློབ་གྲྭ་གྲངས་དཔེར་ན་སྤུ་བོ་སྟོང་ཕྲག་གཅིག་ཡོད་ན་ཡང་ད་སློབ་དེབ་གཅིག

ཕྱོགས་གཅིག་ནས་ཕན་བདེ་བ་འདྲ་དང། ཕྱོགས་གཅིག་ནས་ཡང། འབྲི་ཀློག་ཟེར་མཁན་དེ་ཐུབ་ཚོད་ཞུ་གི་དེ་ལ་ཡང། འདྲ་མི་འདྲ། དེ་འབྲི་ཀློག། དོན་དང་མཐུན་པ་དང་མ་མཐུན་པ་དང། ཆགས་སྡང་འཕེལ་ཡག་གི། རྒྱུ་ཅན་ནི་དེ་འབྲི་ཀློག་ཡག། ཡང་ན་ནས་འཇམ་དང་སྙིང་རྗེ་ལ་སོགས་པ་འཕེལ་ཡག་གི་རྒྱུ་ཅན་ལ་སོགས་པ་ད་གང་ཅི། ཀློག་ཡག་ཡང་མ་འགྲོ་མ་འགྲོ་མང་པོ་ཞུ་གི་ཅིག།